རྗེའི་སྟོང་པ་རླུང་བསྲེ་མཁན་ཚོས་བྱེད་འདུག་ཡང་འདི་ཡི་ཡ་གི་ད་དུ་ཤོ་ལོ་ཀ་དེ་གོ། འོང་འདི། ད་ལྟ་རྗེའི་སྟོང་པ་བསྲེ་མཁན་ཚོས་བྱེད་འདུག་ཡང་ཅིག་མ་མདོ་དུས་ཀྱི་ཤོ་ཡ་ཡིས། ཤེས་རབ་ཀྱི་བར་དུ་ཕྱིན་པ། ད་ནི་འབུམ་བརྒྱད་པ། འབྲིང་པོ་བསྡུས་པ་ཐམས་ཅད་ཀྱི་དོན་གཅིག་ཏུ་བསྡུས་པ་དེ། སྤྱི་དང། མདོ་བསྡུས་པའི་ནང་ལ་ཡོད་རེད། ད་ཤེས་རབ་ཀྱི་བར་དུ་ཕྱིན་པ་ཁྲི་བརྒྱད་སྟོང་པའི་གེགས། ནི་ནང་ལོགས་ལ་ཡང། ལེའུ་རྒྱ་བཅུ་རྩ་བཞིའི་ནང་ལ་བཞུགས་བསྡད་པ་དེ་རེད། ད་ཏིའི་དོན་དག་དེ། གང་འདིར། ཕུང་པོ་ལྔ་དང་སྒྱུ་མ་འདྲ་ཤེས་ཤིང། ཕུང་པོ་གཞན་དང་སྒྱུ་མ་གཞན་དུ་མི་བྱེད་པ་སྣ་ཚོགས་འདུ་ཤེས་ཕྲ་ཞིང་ཉེ་བར་ཤེས་སྤྱོད་པ་འདི་ནི་ཤེས་རབ་ཕ་རོལ་ཕྱིན་ཆོག་སྤྱོད་པ་ཡིན་ཟེར་ད་བང་བསྒྲིགས་ནས་མ་གསུངས་ཡོད་རེད་ད་གཙོ་བོ་ག་རེ་ཟེར་ན་ཤེས་རབ་གཉིས་པོ་མདོ་ནང་ལ་ཕུང་པོ་ལྔ་པོ་དེ་དག་དེ་རང་བཞིན་གྱིས་སྟོང་པ་རྣམ་པར་བལྟའོ་ཟེར་ཡག་དེ་ད་ག་འདྲ་པོ་བསྒྲིགས་ས་དེ་དེ་ནང་ཆ་དེ་ཡོད་རེད་གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་རྣམ་པར་ཤེས་པའི་ཕུང་པོ་ལྔ་པོ་དེ་རང་བཞིན་གྱིས་མ་གྲུབ་པ་ད་ནི། སྟོང་པ་ཉིད་ཡིན་པར་བཤད་དགོས་ཀྱི་རེད། ད་ལྟའི་བཤད་ཡ་ལ་གང་བདེ་བའི་ཕུང་པོ་ལྔ་དང་སྒྱུ་མ་དང་འདྲ་བར་བཤད་དགོས་ཀྱི་རེད། བཅོམ་ལྡན་འདས་ཀྱང་མདོ་ནང་ལོགས་ལ་ཡང། ད་ལྟ་ཤར་བྱང་བར་ཆད་མེད་ནང་ལ་སྒྱུ་མ་ལྟ་བུ་རྨི་ལམ་ལྟ་བུ་སྤྲིན་ལྟ་བུ་མི་གཡོ་ར་ལྟ་བུ་དྲི་ཟའི་གྲོང་ཁྱེར་ལྟ་བུ་ཟེར་ནས་དཔེ་མང་པོ་བཞག་ཡོད་རེད། དཔེ་དེ་ག་རེ་ཟེར་ན་ང་ཚོའི་གཅིག་གི་མི་སྤྱོད་ཡུལ་ནང་ལ་ཡང་བཤད་ཐུབ་ཡ། དཔེར་ན་མིག་ཡོར་ཟེར་ཡག་དེ་དངོས་གནས་ཡོག་མ་རེད། སྒྱུ་མ་ཟེར་ཡག་དེ་མིག་འཕྲུལ་ལ་སོགས་པ་དེ་ཚོ་བྲིས་ནས་དངོས་གནས་ཡོག་མ་རེད་གཏམ་ནང་ལ་བདེན་པ་མཐོང་བ་རེད་མ་གཏོགས་དོན་ལ་མེད་པ་དེ་ཐུན་མོང་གི་སྤྱོད་ཡུལ་དུ་ཆགས་ཐུབ་ཡག་གི་ཐུན་མོང་བའི་དཔེ་ཞིག་བཞག་བྱས་ནས་དེ་དང་འདྲ་བ་དཔེར་ན་གཟུགས་ཀྱི་ཕུང་པོ་ཡང་སྒྱུ་མ་ལྟ་བུ་རེད། ད་ག་ནང་བཞིན་གྱི་ཚོར་བའི་ཕུང་པོ་འདུ་ཤེས་འདུ་བྱེད་རྣམ་ཤེས་དེ་ཕུང་པོ་ལྔ་པོ་དེ་ད་སྒྱུ་མ་ལྟ་བུ་རེད་ཤེས་ཡོན་དུ་ད་གཞན་རྒྱུ་གཞན་ཉན་གི་མ་རེད་ཆགས་ཉན་གི་མ་རེད་དེ་ལ་བདེན་པ་འཛིན་རུང་གི་མ་རེད། སྔར་ས་བདེན་པར་འཛིན་འོས་པ་དང་གཞན་དུ་འོས་པའི་གི་ཆོས་ཚང་ཡོད་མ་རེད། དེ་ཡི་ཕྱིར་ན། གང་འདིར་ཕུང་པོ་ལྔ་དང་སྒྱུ་མ་འདྲ་ཞེས་ཤིང་ཟེར་དུས་གཟུགས་ཀྱི་ཕུང་པོ་སྒྱུ་མ་དང་འདྲ་བ་ཚོར་བའི་ཕུང་པོ་སྒྱུ་མ་དང་འདྲ་བ་ལྷུ་ཐུག་ཟེར་འདྲའི་ཞབས་འགོག་ཡོད་རེད་དང་བསྡུས་ཡོང་དུས་ཕུང་པོ་ལྔ་པོ་ཞེས་བྱ་ནས་གང་འདིར་ཕུང་པོ་ལྔ་དང་སྒྱུ་མ་འདྲ་ཞེས་སྒྱུ་མ་གཞན་དང་ཕུང་པོ་ཕྱེད་དོ་མི་བྱེད་པ་ཟེར་ཡོང་དུས་སྒྱུ་མ་ཉིད་ཕུང་པོ་ཕུང་པོ་ཉིད་སྒྱུ་མ་སྒྱུ་མ་ལས་གཞན་དུ་ཕུང་པོ་མེད། ཕུང་པོ་ནི་བཞིན་དུ་སྒྱུ་མ་མེད་ཡེ་ཤེས་ཏེ། ད་ལྟར་ཤེས་རབ་སྙིང་པོའི་མདོ་ནང་ལ་ཡང་གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ནི་གཞན་མ་ཡིན་ཞེས་ཡང་དེ་ཡི་སྒྲའི་དེ་ཡི་དོན་དག་དེ་ཚུལ་བརྒྱར་དགོས་ཀྱི་ཡོད་རེད། དེ་ཡིན་དུས་ཕུང་པོ་ཉིད་སྒྱུ་མ་སྒྱུ་མ་ཉིད་ཕུང་པོ་ཕུང་པོ་ལས་གཞན་དུ་སྒྱུ་མ་མེད་སྒྱུ་མ་ལས་གཞན་དུ་ཕུང་པོ་མེད་པར་ཤེས་དགོས་ཀྱི་རེད། དེ་འདྲ་གཅིག་གི་ཉམས་ལེན་དེ་སོ་སོའི་བསམ་བློ་ནང་ལ་ཡོད་ན་ད། གྲོང་ཆོག་ལ་ཕན་ན་ཡང་གཞན་ལ་ཕན་གྱི་རེད་རང་ལ་ཡང་ཕན་གྱི་རེད། སོ་སོ་ཁ་ཏོན་བྱེད་མཁན་ཡོད་པ་ཡིན་ན་ཡང། དེ་སོ་སོ་ལ་ཕན་གྱི་ཡོད་རེད་སེམས་ཅན་གཞན་གཟུགས་ཅན་གྱི་སེམས་ཅན་གཟུགས་མེད་པའི་སེམས་ཅན་མང་པོ་གཅིག་གི་ཡིན་གཅིག་མིན་གཉིས་ང་ཚོ་མཐོང་ས་གཅིག་ལ་ཡ་མི་མང་པོ་གཅིག་གི་མགོ་སྐོར་ཡ་གཅིག་པུ་མ་རེད་གཟུགས་མེད་པའི་སེམས་ཅན་བར་དོའི་རྣམ་ཤེས་མང་པོ་གཅིག་ད་བུ་ཡུག་འཚུབ་པ་ནང་བཞིན་གཅིག་ཡོང་བསྡད་ཀྱི་ཡོད་རེད་གཟུགས་མེད་པའི་སེམས་ཅན་ད་དེ་ཚོའི་གི་སྣང་བ་ལ་ཡ་ད་ནི་གཅིག་གི་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཆོས་མེད་དོ། མིག་གིས་རྣམ་པར་ཤེས་པ་ནས་གཞན་དོན་ཡིད་ཀྱིས་རྣམ་པར་ཤེས་པའི་ཁམས་ཀྱི་བར་དུ་མེད། མ་རིག་པ་སེལ་བ་མེད་པ་ནས་དགའ་བཞིན་དུ་དེ་འདྲའི་ཞིང་དོན་དག་འདི་ཚོ་ཚང་མ་འདི་བློ་ལ་ཡག་པོ་ཞིག་བཅངས་བསམ་བློ་བཏང་ནས་ཅི་བཞིན་དུ་རྟོགས་པ་མེད་ན་ཡང། ཅི་བཞིན་དུ་རྟོགས་པ་མེད་ན་ཡང་བག་ཆགས་ཅིག་དགོས་ཀྱི་ཡོད་རེད། དེ་རེད་འདུག་བསམ་པའི་གི་བློ་ཡིད་ཅིག་གི་འདུ་ཤེས་ཕྱིན་ཅི་མ་ལོག་པ་ཅིག་དེའི་ནང་ལ་འགྲོ་ཐུབ་ན་དེའི་སྟོབས་ཀྱིས་དངོས་པོའི་གནས་ཚུལ་ལས་ཡང་ལོག་ཐག་ཉེ་བའི་སྟོབས་ཀྱིས་བློ་དེ་ཕྱིན་ཅི་ལོག་པ་མ་རེད་ཡང་དག་པའི་བློ་ཆགས་ཀྱི་ཡོད་རེད་ཡང་དག་པའི་བློ་ཡིན་ཏེ། ག་རེ་ཟེར་ན། ཕྱིན་ཅི་མ་ལོག་པའི་གི་གནས་ཚུལ་ལ་ཡང་བློ་དེ་ཞུགས་ཡོང་གི་ཡོད་པ་ཡིན་དུས་དེ་འདྲའི་ཕྱིན་ཅི་མ་ལོག་པའི་བློ་དེས། ཡུལ་ཕྱིན་ཅི་མ་ལོག་པ་ལ་ཡང་ཡུལ་ཅན་གྱི་བློ་ཕྱིན་ཅི་མ་ལོག་པར་ཞུགས་པའི་སྟོབས་ཀྱིས། དངོས་པོའི་གནས་ཚུལ་གྱི་མཐུའམ་དེའི་རླབས་ཀྱི་ནུས་པའི་སྟོབས་ཀྱིས། དེ་ནི་དངོས་པོའི་སྟོབས་ཤུགས་ཀྱི་ཡོན་ཏན་གྱིས་རང་ལ་ཡང་ཕན་གཞན་ལ་ཡང་ཕན་དེ་ནི་ལྷ་འདྲེ་འབྱུང་པོ་ད་གནོད་ཀྱི་འདུག་འདོན་གྱི་འདུག་ན་གི་འདུག་ཚ་གི་འདུག་བར་ཆད་བྱེད་ཀྱི་འདུག་ཟེར་ཡ་དེ་ཚོ་ཚང་མ་ལ་ཡ་གཅིག་གི་དངོས་དང་རྒྱུ་ནི་ཕན་གྱི་རེད་ཟེར་ཡ་དེ་ལྟ་གསུང་རབ་དགོངས་འགྲེལ་དེ་ཚོ་ནང་ལོགས་ལ་ཡ་ལན་གཅིག་ཙམ་མ་ཡིན་པར་མང་པོ་གསུང་གི་ཡོད་རེད་དེ་འདྲ་ཡིན་དུས་ང་ཚོ་འདིའི་ཤོ་ལོ་ཀ་དེ་ག་དུས་ཡིན་ན་ཡང་སྐྱོར་དེ་ཡ་གཅིག་ད་ལན་གཅིག་པུ་མ་རེད་ཅི་དང་ག་དུས་ཡིན་ན་ཡང་གཅིག་སྐྱོར་ཐུབ་པ་ཡིན་ན།

བདེ་དང་མི་བདེ། གཙང་དང་མི་གཙང། སྟོང་དང་མི་སྟོང་བའི་བློ་མཐའ་དག་ཉེ་བར་ཞིག་ཡོང་དུས་དེ་ལ་ག་རེ་ཟེར་ཡོད་ཟེར་ན། སྣ་ཚོགས་འདུ་ཤེས་བཀྲ་ཤིས་ཉེ་བར་ཞིག་ཟེར་ཚིག་དེ་ཉེ་བར་ཞིག་ཟེར་བའི་སྐབས་སུ་བློ་ཡི། འདུ་ཤེས། ཀུན་རྟོག། ཕྲ་རགས་ཐམས་ཅད་གཞིག་བྱས་ནས་སྟོང་པར་འཛིན་པ་དང་སྟོང་པ་མ་ཡིན་པར་འཛིན་པ་བདེ་བར་འཛིན་པ་སྡུག་བསྔལ་འཛིན་པ་ད་ཅི་དགེ་སློབ་ཕྲ་རགས་ཀྱིས་ནི་མཐའ་དག་ཉེ་བར་ཞི་བ་དེ་ལ་ཉེར་ཞི་ཟེར་ནས་བཤད་ཡོང་དུས་སྣ་ཚོགས་འདུ་ཤེས་དྲག་ཞིང་ཉེ་བར་ཞི་སྤྱོད་པ་ཟེར་དུས་འདི་ཉམས་ལེན་བྱེད་དགོས་རེད་གསུངས་ཡོད་ད་ང་ཚོ་ཉི་མ་རེ་རེ་བཞིན་དུ་འགྲོ་འདུག་སྤྱོད་ལམ་གང་གི་སྐབས་སུ་ཡིན་ན་ཡང་རེད་ཁ་ཏོན་ས་ན་ཡང་རེད་ཅིག་སྐོར་བ་བྱེད་ན་ཡིན་ན་ཡང་རེད་ཅིག་དགེ་རྩ་ག་རེ་སྒྲུབ་པ་ཡིན་ན་ཡང་དེ་འབྲེལ་གྱི་འདུ་ཤེས་དང་དེ་ཡི་བློ་དང་དེ་ཡི་བསམ་བློ་དེ་ཉིད་གཅིག་གི་བློ་སྟོབས་དེས་རྟག་པར་སེམས་ལ་བཞག་ཐུབ་ན་དེ་ལ་ཡང་ཉེ་བར་ཞིག་སྤྱོད་པ་སྡུ་བ་སརྦ་དཱ་པཱ་སྤྱོད་པ་སེ་ཡ་འདི་ཉམས་སུ་ལེན་དགོས་རེད། དེ་ལ་བསམ་བློ་གཏང་དགོས་རེད། ལུས་ངག་ཡིད་གསུམ་གྱི་སྤྱོད་ལམ་ག་རེར་བྱེད་པ་ཡིན་ན་ཡང་དེ་ཀྱི་ཉམས་ལེན་ནང་ལ་འགྲོ་ཐུབ་དགོས་རེད་ཟེར་ཡ་ཚིག་འདི་ཉེ་བར་ཞིག་སྤྱོད་པ་འདི་ནི་ཟེར་འོ་དེ་འབྲེལ་གྱི་རྒྱུད་ལྡན་གྱི་གང་ཟག་དེ། དེ་འདྲའི་གི་ཉམས་ལེན་དེ་འདི་ནི་ཨ་ནི་ཤེས་རབ་ཕ་རོལ་ཚུད་པ་ལ་སྤྱོད་པ་རེད་ཟེར་དུས་རྗེས་སྟོང་པའི་དོན་དག་ཡང་དེ་ནང་ཚང་དུ་ཡོད་རེད་དེ་རེད་ཉན་དུས་ད་ང་ཚོ་གྲོང་ཆོག་འགྲོ་གི་ཡོད་རེད་ཞབས་བརྟན་བྱེད་ཀྱི་ཡོད་རེད་སྒོ་གོ་གི་རེད་བ་ང་ཚོ་ལ་སྒོ་གི་ཡོད་རེད་ད་ཞབས་བརྟན་གོ་གི་རེད་རིམ་གྲོ་གོ་གི་ཡོད་རེད་དེ་ཡིན་ན་ཡང་འདུ་ཤེས་འདི་འདྲ་གཅིག་དང་བསམ་བློ་འདི་འདྲ་གཅིག་ལང་ལོང་ལ་ཡར་ཀློག་དེ་ཞོག་ཐུབ་ན། དེ་ནས་རྒྱའི་སྟོང་པ་ཀློག་པའི་ཀའི་རང་བཞིན་མང་པོ་ཅི་ལ་ཕན་ཐོགས་ཡ། སངས་རྒྱས་ཐམས་ཅད་ཀྱི་ཐུགས་ཀྱི་དགོངས་པ་སྐོང་ཐུབ་ཡ་སེམས་ཅན་གྱི་རེ་འདོད་སྐོང་ཐུབ་ཡ་འོ་གཅིག་གི་ལྷ་དང་ཀླུ་བདུད་རྗེ་འབྱུང་པོ་ཐམས་ཅད་ལ་ཡང་ཕན་ཐོགས་ཡ་གི་ནུས་པ་དེ་ག་འདྲ་ཞིག་དབོར་ཟེར་ན་བློ་དོན་གྱི་སྟེང་ལ་ཡང་ཉེ་བར་ཞོག་དགོས་ཀྱི་ཡོད་རེད་བློ་དོན་གྱི་སྟེང་དུ་ཉེ་བར་ཞོག་མ་ཐུབ་ན་དེ་ག་ཚ་ཉི་མ་ཉིན་གང་ཅིག་འབུམ་རྒྱས་འབྲིང་བསྡུས་གསུང་ཀློག་བསྡད་པ་ཡིན་ན་ཡང་བྱིན་རླབས་ཅི་ལྟར་ཐོབ་སྲིད་ཀྱི་རེད་དེ་ཡིན་ན་ཡང། བྱུང་ཁོ་རང་ནས་གསུངས་པའི་གི་ཕན་པ་རླབས་པོ་ཆེ་ནུས་པ་རླབས་ཆེ་བ་ཅིག་གི་ཐོག་ནས་རང་གཞན་མང་པོ་ཅིག་ལ་ཕན་དགོས་ཀྱི་ཡོད་པ་ཡིན་དུས་དེ་འདྲ་དེ་ག་ངས་རྟག་པར་ཞུ་གི་ཡོད་ཤེས་རབ་ཀྱི་བར་དུ་བྱེད་པ་དོན་བཟང་མོ་ཡིད་ལ་བསམ་ཞིང་ཚིག་ཁ་ཏོན་དུ་བྱས་པ་བསལ་ཏེ་ང་ཚོ་རྗེས་སྙིང་གི་མ་རེད་དེ་ག་དུས་ཡིན་ན་གོ་གི་ཡོད་རེད། ཤེས་རབ་ཀྱི་བར་དུ་བྱེད་པ་དོན་བཟང་མོ་བསལ་ཚིག་ལྟ་ན་ལྗང་བྲོ། སེམས་བསྐྱེད་བདག་མེད་པར་རྟོགས་པའི་ཤེས་རབ། ངོ་བོ་སྟོང་ཉིད་རྟོགས་པའི་བློ་ཏིང་ངེ་འཛིན་ལ་སོགས་པས་མདོར་ན། གཅིག་གིས། ལམ་གྱི་ཡོན་ཏན་ཐམས་ཅད་འདིས་མ་བྱས་པར་བྱས་དེ་སེམས་ལ་ཡང་ནས་ཡང་དུ་བཅངས་དེ་ལ་གོམས་པ་འདྲིས་པ་དེ་འདྲ་ཞིག་བྱེད་ཐུབ་པ་ཡིན་ན་དེ་ནི་ཁ་ཏོན་བསགས་པ་དང་རིམ་གྲོ་བྱས་པ་དང་ཞབས་བརྟན་ཞེས་ག་རེ་བྱེད་ཀྱི་ཡོད་པ་ཡིན་ན་ཡང་གཅིག་གིས་ཕན་པ་མི་ཡོང་བ་སྲིད་ཀྱི་མ་རེད། འོ་དེ་འདྲ་ཡིན་ན་ད་འདི། ཆབ་གསང། ད་ང་ཚོ་འདི་ཆབ་གསང་གྲོལ་ཡག་གི་ཚིག་ཆགས་རོགས་དུ་དེང་སང་འདི་ཆབ་གསང་གྲོལ་ཡག་ཅིག་པུ་ད་མ་རེད་དེ་ཡིན་ན་ཡང་ད་ཅིག་བསམ་བློ་ཞིག་བཏང་ནས་འོ་འདི་འདྲ་ཞིག་འདུག་བསམ་པ་ཡིན་ན་དེ་དེ་གསུང་གི་གསུང་གི་སྐོར་བ་ལ་ཕེབས་པ་ཡིན་ན་རེད་ཆབ་གསང་ལ་ཕེབས་པ་ཡིན་ན་རེད་ག་དུས་སྐབས་ལ་ཡིན་ན་ཡང་དེ་ཕན་ཐོག་ཆེན་པོ་ཡོང་གི་རེད་བསམ་བྱས་ནས་ད་ཡག་གི་རེ་ཞིག་ངོ་ལ་ཡང་གཟིགས་རྟོག་ཕུལ་ཡག་དེ་རེད་ན་སོ།